བཅུ་བཞི་དང་གསུམ་པོ་ནང་བཞིན་རེད། སེམས་ཅན་ཐམས་ཅད་མགུ་བ་རྒྱལ་བ་ཡིན་ཀྱང་མི་ནུས་ན་བདག་སྒྲ་ངན་པས་ག་འདྲ་ཅི་ག་འདྲ་ཡོང་གི་མ་རེད་ཟེར་གསུངས་ཡོད་རེད། བདེན་པར། སང་ཨེ་རྒྱ་མོ་ཤར་ཡ་ཅིག་ལ་ཡ་ཨ་ནི་དོལ་རྒྱལ་ཚོགས་པ་ཁོ་ཚོའི་གྲས་ཀྱི་དེང་སང་ད་ངོ་རྒོལ་བྱེད་ས་ནས་ང་ཨེ་ནི།

ཅིག། ཅིག་ཟེར་བ་དང་རྒྱ་ཆེ་བས་ཅིག་ལམ་གྱི་རིམ་པ་ལ་ཡ། ཐོས་བསམ་བྱས་ནས་ངེས་པ་ཐོབ་པ་ཅིག་ཐོས་ནས། ད་ག་ཟི་ཐུར་ཐུར་གྱི་ཉམས་ལེན་བྱེད་མཁན་གྱི་མི་ཞིག་ཡིན་དུས་ཙང་ནས་དེ་ཁོང་ཚོ་སྙིང་རྗེ་འདུག། དེ་ང་ལ་དམིགས་ནས་ཁོང་ཁྲོ་བྱ་ཟེར་ཡིན་དུས་དེ་སྡིག་པ་བསགས་ཀྱི་རུག་ད། དེ་ཙང་སྙིང་རྗེ་གང་བསམ་པ་ཅིག་གིས་ཡ་ང་གིས་མ་གཏོགས་ང་ཁོང་ཁྲོ་བྱ་ག་གེ་མི་འདུག།

ད་ནི་འདི་ཞིབ་ཏུ་བཤད་པ་གལ་མི་འདུག་དོགས་པ་ཞིག་བྱུང་ནས་ཨེ་གོ། རིམ་པས་ཀྱི། འདས་པའི་ལོ། བཞི་བརྒྱ་གཅིག་ཧ་ལམ་ལོ་ལོ་བཞི་བརྒྱ་གཅིག་གི་རིང་གི་ཏར་ལོ་རྒྱུས་ལ་ཉམས་ཞིབ་བྱས་རྗེས། ད་ག་ནང་བཞིན་གྱི་ཅིག། ངའི་མི་རབས་ལོ་ད་གའི་ནང་གི། ཅིག། བླ་མ་དང་དགེ་བཤེས་དེ་འདྲ་མང་དགུ་ལ་ཡར་འདུག། དོལ་རྒྱལ་དམར་སྟེང་ངས།

བླ་མ་མཚན་ལྡན་རེད། རེད་དེ་ཡིན་ནས་ད་ཕལ་ཆེར། དང་པོ་ནས་དོལ་རྒྱལ་མི་རང་ཁ་ནས་ང་དགེ་ལུགས་པའི་དམ་སྲི་ཡིན་ཟེར་ནས་བཤད་པ་ནང་བཞིན་ངོ་གདོང་རང་དེ་བྱས་ཕ་བོང་གར་མི་བྱེད་ཀྱི་དོལ་རྒྱལ་བསྟན་པ་གནང་ཡས་རྗེས་ལ་ད་དམ་སྲིའི་ཆོ་འཕྲུལ་གྱི་སྐྱབས་ཆོ་ག་བ་བོང་ག་རིན་པོ་ཆེ་ཐ་ན་ཨེ་ནི། ཅེས། ག་སོག་རུ་བུ་གའི་བླ་མ་དེ་འདྲ་འགའ་ཤས་ཀྱིས་བདུད་ཀྱི་སྤྲུལ་པ་རེད་ཟེར་དེ་འདྲ་ཆགས།

ཁོ་ཚོའི་ས་ཁུལ་དེ་ས་སྐྱའི་གོམ་པ་དང་རྙིང་མ་དང་བཀའ་རྒྱུད་གོམ་པ་བྱས་ནས་གོང་ཁ་ཕ་ཤེལ་བཅུ་བདུན་ཚོ་ཞིག་ཡོད་ཡིན་པ་རེད། དེ་སྔ་ཁོ་ཚོའི་གོམ་པ་དེ་ནི་དོལ་རྒྱལ་བསྟན་པའི་ཁ་ཐུག་ལ་ཡ་ཕ་ཚོ་འདྲ་བ་མེད་བསྡད་པ་བྱས་བྱས་གོམ་པ་ཚོ་ཆོས་ལུགས་མི་མཐུན་པ་བྱས་ནས་འདྲ་བ་མེད་པ་ཡིན་དུས་ཙང་ནས་སྦྱིན་བདག་ཚོ་ཡ་འདྲ་བ་མེད་པ་བྱས་བྱས་བསྡད་བསྡད་ཡ་བྱས། ཞུ་གོ། ཨེ་ནི། ངས་འདི་ནས་ད་དོལ་རྒྱལ་དམ་དྲག་བྱས་པའི་གནས་ཚུལ་འདི་བྱུང་ནི་ཨེ་ནི་ཁོང་ཚོ། ཨེ་ནི། དོལ་རྒྱལ་དེ་ཡང་མཚམས་འཇོག་བྱས་པའི་རྗེས་ལ། དགོན་ཁག་བཅུ་བདུན་ཞིག་རབ་ཞི་ཚང་བ་ལོ། པའི་དམ་ཚིག་མཐུན་པོ། པའི་ནང་གཙང་མ། འདི་འདྲ་ཆགས་སོང། དགོན་ཁག་ཚོ་དམ་ཚིག་མཐུན་པོ་ཆགས་པ་ཡིན་དུས་ཙང་ནི། སྦྱིན་བདག་ཚོས། ཨེ་ནི་ཁོ་རང་བཞིན་གྱིས་ཕི་གེ་དམ་ཚིག་མཐུན་པོ། ཅིག་གཅིག་གི་ཕི་གེ་སེམས་ཐག་ཉེ་བོ་ཆགས་ཅིག་འདི་འདྲ་བྱུང་སུ་ཆེ་ནི། འདི་འདྲ་ཟེར་མཁན་བྱུང། པ་དེ་འདྲ་རེད། ཅི་ཙང་བ་གཅིག་དངོས་ཡོད་ལོ་རྒྱུས་ཏུག་སེ་ཉམས་ཞིབ་བྱས་ཡོང་དུས་དེ་ཕན་ལས་གནོད་ཆེ་ཡིན་པ་དེ་གསལ་བོ་ཆགས་འདུག་ཨ་ནི་ང་རང་སྒེར་གྱི་ངོས་ནས་གཅིག་དོལ་རྒྱལ་ཧ་ལམ་ལ་གཅིག་ལོ་བཅོ་ལྔ་ཉི་ཤུ་འདུག་བསྟན་བསྡད་པ་དེ་ད་མཚམས་འཇོག་བྱས་ཡ་དེ་བརྟག་དཔྱད་རིམ་པ་མང་པོ་བྱས་འདུག་ཨ་ནི་མཐའ་མ་ངས་དེ་མཚམས་འཇོག་གཙང་མ་བྱས་པ་རེད།

ཁྱེད་ཀྱི་ཆོས་ཀྱི་བློ་གྲོས་ཀྱིས་ཨེ་ན་ཨམ་མདོའི་ཨ་མདའ། ཨ་ལགས་འཇིགས་མེད་དམ་ཆོས། ལེགས་བཤད་སྙིང་པོའི་འགྲེལ་པ་པོད་གཉིས་མཛད་ཞབས་ཀྱི་མཁས་པའི་དབང་པོ་རེད་དོ། ད་ག་ནང་བཞིན་འཇིགས་བྱེད་རྟོག་བདུན་གྱི་འགྲེལ་པ་མཛད་ཡོད་རེད། ཧ་ལས་པ་ཞིག་རེད། ས་ཁོང་ལ་ཡང་ཕྱག་རིས་ཕུལ་ཞབས་པའི་ནང་ལ་ཨེ་ནི་དོལ་རྒྱལ་བསྟེན་གསོལ་བྱས་ནས།